ཧོ། བཀྲ་ཤིས་བདེ་ལེགས་ཡང་བསྐྱར་ཆུ་གྲོགས་གླིང་ནས་བཞུགས་པ་ཁྱེད་རྣམ་པ་ཚང་མ་ལ་བཀྲ་ཤིས་བདེ་ལེགས་ད་ད་ལྟ་ངའི་སྒང་དུ་ནས་ཨ་ནི་ཉི་མ་གཅིག་གི་རིང་ནང་ཨ་ནི་དགེ་སྦྱོར་གང་འདྲ་ཅི་ཞིག་དགོས་ཡོད་མེད་དེ། ད་སྒྲ་སྒམ་དང་པོ་ཅི་སྟེ་སྔོན་དུ་སོང་ཟིན་ནས་ད་སྒྲ་སྒམ་གཉིས་པ་དེ་དེ་ན་ན་མ་བྱུང་བ་དེ་དེ་འདྲ་ཅི་ཟེར། ང་རང་ཤེས་དགོས་ཚེ་ཚང་མ་དེ་དེ་ལ་འགྲོ་ཐུབ་མ་སོང་ང་དེ་སྒྲ་སྒམ་གཉིས་བཟོ་གི་ཡོད། ཧ་ནས་སྒྲ་སྒམ་གཉིས་པ་དེ་ལ་ད་དེ་སྒང་དེ་ནས་ད་ཉིན་ཞག་ཕྲུག་གཅིག་གི་ནང་ནས་ག་འདྲ་ཞིག་ཉམས་ལེན་བྱེད་དགོས་ཡོད་མེད་ཞིག་ཤེས་ཡོད་དུ་བཙལ་ནས་ད་དེ་ལ་ཁོག་པའི་རྒྱ་ཆེན་པོ་མང་པོ་ཅིག་ཆགས་བསྡད་འདུག་བ། ད་དེ། ཆ་ཚང་དེ་ངས་ཤོ་མ་གོ་བ་ཞིག་རེད་བ། ཟབ་ཁྱད་འདྲ་ལ་མ་སོང་ན་ཧ་ཅང་མང་པོ་ཅིག་ཆགས་འགྲོ་ས་རེད། ད་ལྟ་ཡང་ཧ་ཅང་མང་པོ་བྱས་ཟེར་བ་ཡིན་ན་ཉོག་པོ་ལ་ཆགས་འགྲོ་ས་རེད་རེད་བ་ཨ་ནི་དེ་གནས་སྐབས་ཅིག་ལ། དེ་སྒྲ་སྒམ་དང་པོ་ནང་དེ་ནས་མ་ར་ཕ་ཆེ་འགྲིག་གི་ཡོད་བསམ་གི་འདུག་ད་དེ་ལ་ཉིན་མོག་གི་ལས་ཀ་ལས་དང་ཉི་མ་གཅིག་གི་ནང་ནས་ལས་ཀ་ལས་དང་ཟེར་གོ་རང། ད་ལྟའི་ཆེ། ཨ་ནི་ད་ལྟའི་ལ་མ་ཉར་བའི་སྐབས་སུ་རེད་ད། ད་ལྟའི་ངས་དེ་སྲིད་བཤད་ན་བཟང་སོང་མ་རྙེད་ཁུལ་གྱི་སྐབས་སུ་ད་ལྟའི་ཡང་ཨ་ནི་དགེ་སྦྱོར་གྱི་ལམ་ལ་ག་འདྲ་ཞིག་བཏང་དགོས་རེད། ད་ང་རང་ཚོས་དུས་བཞི་གི་སྤྱོད་པ་བྱས་ན་འགྲོ། འདུག། ཟ། ཉར་ཟེར་ཡ་ད་དེའི་ནང་ན་མ་འདུས་པ་ཅིག་ཡོད་མ་རེད་བ་མ་ཡིན་ཆེ་ཤོས་ད་ཅིག་དུས་ཚོད་མང་པོ་ཅིག་ད་ང་ཚོས་གཉིས་ཀྱི་ནང་ན་བཏང་གི་ཡོད་རེད་ད།

སངས་རྒྱས་བཅོམ་ལྡན་འདས་ཁྱེད་ཀྱིས་གསུང་བ་ཁྱེད་ཀྱི་མཛད་པ་ག་རེ་སུ་གནང་ན་ངས་དེ་གནང་བྱེད་ཅི་གི་ཡིན། སངས་རྒྱས་བཅོམ་ལྡན་འདས་ཀྱིས་ལྟ་བ་དེ་ནི་བསྟིམ་ཆུང་བཅུ་པ་དང་འཚེ་བ་མེད་པ་ཅིག་ཆགས་ཀྱི་ཡོད། ལྟ་བ་བསྟིམ་ཆུང་གསན་དུས་ད་ནི་ད་དེའི་ནང་ནས་རྒྱ་ཆེན་པོ་རེད། ད་ལྟ་བ་བསྟིམ་ཆུང་དེ་གི་ནང་ནས་ཨ་ནི་ང་རང་ཚོ་གཅིག་ཐུབ་པ་དང་བསམ་པ་དང་དགོངས་པ་དང། ཨ་ནི་ལག་སོགས་པ་དེ་འདྲ་མང་པོ་ཡོད་རེད་བ་དེ་ཚོའི་སྐོར་ཆ་ཚང་དེ་འགྲོ་འདོད་ཡོད་མི་འདུག་ཨ་ནི་བཅུ་པ་གཞན་ལ་འཚེ་བ་མེད་པ་ཟེར་དུས་གཞན་ལ་མ་རབས་ཚིག་རྩུབ་ལུས་དང་ངག་གཉིས་ཀྱི་ཐོག་ནས། ལྟ་བ་བསྟིམ་སྦྱོང་དང་སེམས་ཀྱི་ཐོག་ནས། སྤྱོད་པ་འཚེ་བ་མེད་པ་དེ་ལུས་དང་ངག་གཉིས་ཀྱི་ཐོག་ནས། ད་ལྟའི་དག་སྣང་ཞོགས་པ་ནི་ང་རང་ཚོ་དང་པོ་ཡ་ལང་བའི་སྐབས་སུ་ལག་མ་ཐག་ཏུ་ནས་དམ་བཅའ་བཞག་པ་ནང་བཞིན་དེ་སོང་འདུག་བ་མི་འདུག་ཨ་ནི་སྒོར་མོ་ནང་དུ་ཚུད་ཡོང་ནས་སྐབས་སུ། ད་དེ་ལ་རྒྱབ་ཤིག་བརྒྱབ་ནས་ནི་ད་ནང་ཞོགས་པ་ནི་ད་བར་དུ་དེ་རིང་བར་དུ། ད་ལས་ཀ་འདྲ་མི་འདྲ་ལས་ཀི་ཡོད་རེད་མི་འདྲ་མི་འདྲ་ལས་ཐུག་གི་ཡོད་རེད་སྐད་ཆ་འདྲ་མི་འདྲ་བཤད་གི་ཡོད་རེད་རེ་བ་ཡག་ད་འཁོར་བ་ཟེར་ཡ་དེ་འདྲ་རེད་འདུག་བ། ད་དེ་བརྒྱུད་རིམ་ནི་སོ་སོས་སོ་སོ་ལ་ཞུ་དག་བཏང་ནི་དེ་ག་རེ་བྱས་འདུག་བསམ་བློ་བཏང་བ་ཡིན་ན་ཨ་ནི་དགེ་བ་བྱུང་འདུག་བ་སྡིག་པ་བྱུང་འདུག་ད་དགེ་བ་བྱུང་བ་ཡིན་ན་དམ་བཅའ་རྒྱ་བ་ནང་བཞིན་དགེ་བ་སོང་བ་ཡིན་ན་ཨ་ནི་དེ་ལ་རྗེས་སུ་ཡི་རང་བྱས་ནི་ད། འོ་ད་ལྟ་ངས་སྐད་ཆ་དེ་འདྲ་དེ་འདྲ་བཤད་བཞག་སྐད་ཆ་བཤད་ལས་བརྒྱུད་རང་ནས་མི་ལ་དེ་འདྲ་ཕན་ཐོགས་སོང་མི་དེ་དགའ་སོང། ཨ་ནེ་དེ་ག་ན་ཡོད་དེ་རིང་ང་རང་གི་ཆེད་སྦྱིན་པ་གཏོང་ཡག་དང། ཚུལ་ཁྲིམས་བསྲུང་ཡག་དང་བཟོད་པ་སྒོམ་ཡག་ལ་སོགས་པ་ཕ་རོལ་ཏུ་ཕྱིན་པ་དྲུག་གི་ནང་ནས་ག་རེ་ག་རེ་ལ་ང་རང་ཚོས་ཀྱིས་ང་རང་གིས་དེ་རིང་བྱས་བཞག་རེད་བ། ཨ་ནེ་མི་དགེ་སྤྱོད་ཡིན་ན་ནི་ད་ག་རེ་ག་རེ་ངས་དེ་རིང་བཟོས་བཞག་ད་བརྟུལ་ཞུགས་ཁོག་དེ་སོ་སོའི་ཞོ་དག་དང།

ད་ང་གི་མི་ཚེ་མི་ཚེ་ཟིན་ན་འདྲ་ད་ང་ཕ་ཁྱེད་སྒྲུབ་ཁང་ན་ནས་མ་དོན་ནས་བཟུང་སྟེ་ཉི་མ་རེ་རེ་ལ་སྟོང་ཤ་ཚ་རེ་རེ་བཙག་ནས་ཁྱེར་མ་མྱོང་ད། ད་ལྟའི་དཔེ་ལས་སླ་བོ་རེད་འདུག་ཁོ་ལོ་ཐོག་ལ་ལངས་ཚ་དུས་བཙག་ནས་ཧ་ནས་ལྟས་ཕུང་པོ་གསུམ་པོ་འདོགས་ཟེར་གྱི་ཡོད་རེད་ད་ལྟའི་ཡིན་གཅིག་མིན་གཉིས་འདོན་དགོས་རེད་སྟོང་ཤ་དེ་གང་དག་རེད་བ།

འོ་དེ་འདྲ་གནང་དགོས་རེད། ད་ག་ཞིག་དེ་ཉིན་མོ་དེ་ལ་ནོར་འཁྲུལ་སོང་ཁྱེད་རང་འདྲ་མི་འདྲ་དག་བྱུང་ཡོད་པ་ཡིན་ན་ཤག་པ་བྱེད་དགོས་རེད་དགོངས་དག་ཚུར་ཡོང་ན་ནི་ད་ཉིན་ས་གང་ན་བསྡད་ནས་ལྷོད་ལྷོད་བྱེད་ཡང་ཡང་དཀོན་མཆོག་གསུམ་དུ་དེ་སྲིད་སེང་ཐོག་ལ་དྲིན་ཡོད་ཐབས་དང། སངས་རྒྱས་ཆོས་དགེ་འདུན་གསུམ་དེ་རེ་རེ་བཞིན་དུ་བཏེགས་སྲིད་ད

དངོས་གནས་ང་ཚོས་ཡག་པོ་ཅིག་བསམ་བློ་བཏང་བ་ཡིན་ན་སངས་རྒྱས་ལ་མ་གཏོགས་ང་ཚོ་ལ་བླ་མ་ཟེར་ཡག་དང་བླ་མ་གཅིག་ཡོད་ཡག་ད་སྤྱི་དང་གལ་ཆེན་པོ་རེད་འགྲོ་བ་ཆུ་ལམ་དེ་གཉིས་འདྲ་སྟེ་གནས་སྐབས་གཅིག་ལ་གོ། ད་སྤྱི་བླ་མདོར་གནས་སྟོན་མཁན་འདྲ་སྟེ་དཔེ་གལ་ཆེན་པོ་རེད་ཡོད་མི་སྲིད་ང་ཚོས་གཅིག་བོད་ཀྱི་ནང་ཆོས་ནང་དེ་ནས་ཡི་དམ་འདྲ་མ་འདྲ་དེ་མང་དྲགས་འདུག་རྩ་ནས་ནི་དེ་ཡིན་ལ་མགོ་འཁོར་ནས་འགའ་འགའ་རེ་ཡིན་འདུག་ཅིག། སངས་རྒྱས་དེ་ཁོ་རྗེས་གྲོགས་རྗེས་གྲོགས་འདྲ་བྱས་འགྲོ་གི་འདུག་བ། ཡག་པོ་ཅིག་བསམ་བློ་བཏང་བ་ཡིན་ན་སངས་རྒྱས་ཐུགས་རྗེའི་རྐྱེན་དེ་ལས་ལྷག་ཟེར་གྱི་ང་ཚོ་ལ་དགོངས་མི་འདུག་ཆོས་ནི་བླ་མ་ཆོས་ནི་ཡི་དམ་ཆོས་ནི་མཁའ་འགྲོ་ཆོས་སྐྱོང་དང་དངོས་གནས་རང་རིག་གི་སངས་རྒྱས་དེ་དེ་འདྲ་གཅིག་གི་མའམ་མ་གཉིས་ལས་སྔོན་ལ་ཨ་ནི་དཀོན་མཆོག་གསུམ་རྗེས་སུ་དྲན་པ་ཟེར་བ་དེ་དཀོན་མཆོག་རྗེས་དྲན་དུ་ཐུབ་ན་ཡང་དང་མ་ཐུབ་ན་ཡང་ཨ་ནི་ཡང་གང་དུ་བྱས་པ་ན་ཞིག་སྟོན་པ་བླ་མའི་སངས་རྒྱས་རུ།

ཀྱི་སངས་རྒྱས་དེ་དགར་ཏེ་མཆོག་གསུམ་གྱི་སི་ཏྲིན་ཟེར་གི་ཚིག་དེ་འདྲ་མང་པོ་འདུག་ཨ་རྒྱས་དུས་མང་པོ་འདུག་ཨ་དེ་ད་ལྟ་དེ་རྣམས་ལ་མ་འདུས་པ་ཅིག་གང་ཡང་མི་འདུག་དེ་དགོངས་དག་མ་མ་ཉིད་ལ་སྔོན་ལ་དེ་སི་བསམ་བློ་བཏང། ཨེ་ནི་མ་ཉིད་ནི་སྐབས་སུ་ཨེ་ནི་ཉིན་ཁ་དེ་ལ་ཅིག་སྐད་ཆ་འདྲ་མི་འདྲ་ཉོན་མོངས་འཕུལ་ཟེར་གི་སྐྱིན་ལ་སོགས་པ་དང། ཨེ་ནི་ཞེ་སྡང་འཕུལ་ཟེར་འདོད་ཆགས་འཕུལ་ཟེར། ང་རྒྱལ་འཕུལ་ཟེར་གི་སྐྱིན་ལ་སོགས་པ་ལས་ཀ་ལ་ལ་སོགས་པ་དེ་འདྲ་ཞི་རགས་མི་བཟད་པ་བྱས།

བདེ་ཆེན་ཞིང་སྒྲུབ་ཉམས་ལེན་གནང་གི་ཡོད་ར་བདེ་ཆེན་ཞིང་སྒྲུབ་ཀྱི་ནང་ནས་ཞིང་སྐྱོང་སྐོར་གསུམ་ཟིན་ནམ་རྒྱུན་ང་ཚོ་འདོན་གི་ཡོད་བ་དེ་ཞིང་སྐྱོང་སྐོར་གསུམ་ནང་དེ་ནས་མ་ར་ན་ཆོས་སེམས་ཅན་ཐམས་ཅད་སྤྱན་རས་སྒྲ་བསྒྲགས་ཐམས་ཅད་ཡི་གེ་གྲུབ་མི་སྔགས་བདེན་པར་མ་གྲོལ་རྒྱུ་མ་མི་ལྷམ་བཞིན་གནས་ཡོད་འདི་ཡང་བདེ་ཆེན་ཞིང་ཁམས་དངོས་དེ་རེ་བདག་ཅག་སྐྱེ་ནས་ཡོད་པ་ལྟར་དག་སྣང་དགའ་སྤྲོ་སྒོམ་པའི་ལས་སྒྲུབ་དག་བྱས་ཡང་དེ་ལ་པད་མ་སེ་ཡག་པོ་རེད་དེ་བསམ་བློ་གཅིག་བཏང། དེ་ཡི་ཁ་ནི་མ་ཅིག་སྟོན། མ་ནི་འཕྲིན་སྐོར་གྱིས་སྟོན། དེ་ཡང་སྲིད་བསམ་བློ་བཏང་བདེ་བ་ཡིན། དེ་ཚིག་དེ་ལ་ཧ་མོ་ཀྱི་གང་ཡང་མི་འདུ་བ། ནང་བཅུད་ཀྱི་སེམས་ཅན་ཐམས་ཅད་སྤྱན་རས་གཟིགས། སྒྲ་རི་གྲགས་པ་ཐམས་ཅད་མེ་སྒྲ་རླུང་སྒྲ་ཆུ་སྒྲ་ལ་སོགས་པ། འོག་མ་ནི་པདྨའི་ཧང་གི་ཡི་གེ་དྲུག་མ་རང་བཞིན་གསལ་བར་གསལ། བདེན་པར་མ་གྲུབ་སྒྱུ་མ་མ་ལང་ཞེས་ང་རང་ཚོའི་མིག་གི་ཡུལ་དུ་གཟུགས་རྣ་བའི་ཡུལ་དུ་སྒྲ་སྣ་ཡུལ་དུ་སྤྲུལ་ག་རེ་ཡོད་ན་དེ་ཚོས་བསྐོར་ཏེ་ད་བདེན་པས་མ་བསྒྲིབས་པ་རེད། རང་བཞིན་དངོས་པོ་རང་བཞིན་དུ་གྲུབ་པ་གང་ཡིན་ངོ་མ་རེད། དྭངས་གསུམ་རྨི་ལམ་ནང་བཞིན་རེད། སྒྱུ་མ་ནང་བཞིན་རེད་བསམ་པ་དེ་འདྲ་གཅིག་གི། དེ་འདྲ་སེམས་གནས་ཡང་བདེ་ཡང་བདེ་ཆེན་ཞིང་ཁམས་ཁྱོད་རང་གི་ཁང་པ་དང་ས་ཆ་དེ། ཧད་ནི་བདེ་བ་ཅན་གྱི་ཞིང་ཁམས་ནང་བཞིན་བསམ་པ་སེམས། ཧད་ནི་དེའི་བདེ་བ་ཅན་གྱི་ཞིང་ཁམས་ལ་ང་རང་སྐྱེས་དེ་ཡོང་བ་དེ་དཔེ་མ་སྲིད་ཀ་བ་བཟང་པོ་ཡིན་བསམ་པ་སེམས། ཁ་ཚ་ངས་གོང་དུ་བཤད་པ་ནང་བཞིན་ཡོངས་དག་རྣམ་པ་བཞི་ཟེར་བ་དེ། ལུས་དག་པ།

བདེ་ཆེན་ཞིང་གི་རྩ་སྣང་བསྟན་པ་ལ། ཆིབས་སེ་དག་པའི་ཞིང་ཁམས་འགྲུབ་པར་སྨོན་གཉིས་དང་བྱེད་པ་ཀུན་ཏུ་དེ་ལ་དགའ། ཡང་དེའི་སྐབས་སུ་མ་ནི་ཅི་ད་དེ་དེབ་ཁྱོད་རང་མ་གཉིས་འགྲོ་གི་ཡོད་ལྷོད་ལྷོད་ཀྱི་མ་གཉིས་ནི་དེ་བསམ་བློ་བཏང་གི་བཏང་གི་ཅིག་རང་གི་སྐྱིད་ལས་སུ་གི་རང་ཉིད་སྐྱིད་ལས་སུ་འགྲོ་འདོད་ས་གཞི་ལ་བསྒོམ། དེའི་ཐུགས་ཀ་ལ་ནི་མེ་ཏོག་པད་མ་འདབ་མ་སྟོང་དང་ལྡན་པ་དེའི་ཐུགས་ཀ་ལ་ནི་ཉི་མ་དང་ཟླ་བ་དེའི་ཟླ་བའི་ཐོག་ལ་ནི།

ནི་ཁྱོད་རང་མ་གཉིས་པ་དང་ནི་མེ་ཏོག་དེ་ཁ་ཟུམ་པ་དང་དུས་མྱང་འདི་སོང་སོང་ན། ད་དེ་འདྲས་ཀྱིས་དེ་ལ་སེམས་ཏེ། སང་ཉིན་ཡར་ལངས་ནས་སྐབས་སུ་ཡང་དེ་ནང་བཞིན་བྱས་ནས་མེ་ཏོག་དེ་ཚ་ཁ་ཟས་འདི་དེས་སྦུབས་ནས་ནི་སང་རྗེས་འོག་པགས་མིག་དེ་བསྐོལ་ཏེ་ཚུར་བཏོན་སོང་བསམ་པ། ཨོ་དེ་འདྲས་ཀྱིས་དེ་ལ་སེམས་ཏེ་ནི་གཉིད་དེ་འདྲས་ཀྱིས་སད་པ་ཡིན་ན། ད་གཉིད་འོད་གསལ་དེ་ཟིན་པའི་ཐབས་ཤིག་མི་ང་ཡོད་དུ་ད་མེད་དུ་མི་རུང་བ་དེ་དེ་རེད་ད་གལ་ཆེ་ཤོས་དེ། ནི་ཐ་མ་དེ་ལ་སྐྱེའི་བདེ་ཆེན་ཞིང་དང་སའི་ཞིང་ནང་གི་ཞིང་ཁམས་གསུམ་པོ་གང་འདི་དྲི་གནས་ཀྱི་མན་ངག་གསུམ་པོ་འདི་གོམས་ན་བདེ་བ་ཅན་ལ་སྐྱེ་ལ་དཀའ་ཚེགས་མེད་ཞེས་དུས་སུ་བཀོད་དེ་ངག་ནས་སྦྱོར། ནི་སངས་རྒྱས་འོག་པ་མི་ལ་སོགས་བ་རྩེ་གཅིག་སྨྲས་པ་བཏབ་རང་གི་སྙིང་གི་པདྨ་འདབ་མ་བརྒྱད།

དེའི་མེ་ཏོག་པད་མོ་སྦུབས་ལ་ཡོད་པའི་སངས་རྒྱས་འོག་པགས་མའི་སྐུ་ལ་སེམས་གཏད་བསྡད་དུས། གཉིད་ཡོད་གསལ་དུ་ཚིམས་པ་དང་གཅིག། འདི་ནི་ཁྱོད་རང་གི་རྒྱུན་ཆགས་ཀྱི་ཆུ་ཚོད་ཉི་ཤུ་རྩ་བཞི་གི་སེམས་དེ་ཐ་ན་ཡང་རྨི་ལམ་གྱི་སེམས་དེ་ཡང་དགེ་སེམས་ལ་འགྱུར་བ། ཁྱོད་རང་པད་མ་སའི་བསོད་ནམས་ཆེན་པོ་བསགས་ཚར་ཡོད་རེད། སངས་རྒྱས་རྗེས་སུ་དྲན་པ་ཆོས་རྗེས་སུ་དྲན་པ་སྟོང་བ་རྗེས་སུ་དྲན་པ་ལྷ་རྗེས་སུ་དྲན་པ་སོགས་རྗེས་དྲན་གྲོགས་ཀྱི་ནང་ནས་སངས་རྒྱས་རྗེས་སུ་དྲན་པ་དེ་ཉིན་མོ་དང་མ་དགོངས་ནས་མཚན་ན་ཡང་རྗེས་སུ་དྲན།

ལ་སོགས་ནི་ངས་ཡང་དེ་ལ་མཚམས་བཞག་འཇོག་གི་ཡིན། བདག་གིས་སེམས་ཅན་ཐམས་ཅད་ལོག་སྤྱོད་སུ་འགྲོ་བར་སེམས་ཅན་ལབ་བདོ་སོ། སྤྱོད་ལམ་དུ་འགྲོ་བར་སེམས་ཅན་ལབ་བདོ་སོ། རོ་ལངས་འཁྲུལ་པ་སེལ་བར་སེམས་ཅན་ལབ་བདོ་སོ། འཁྲུལ་པ་ཡེ་ཤེས་སུ་འཆར་བར་སེམས་ཅན་ལབ་བདོ་སོ།